གནམ་འོག་གི་སེམས་རྒྱུད་ཚན་པའི་སྤྱི་ཚོགས་སྤྱི་སྤྱོད་ལེ་ཚན་ལ་སེམས་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་ཁོང་ཁམས་བཟང། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཞི་བརྒྱད་དོན། བོད་ཟླ་བཅུ་བའི་ཚེས་པ་ཉི་ཤུ་རྩ་གཉིས་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་པ་བདུན་རེད་གསལ་བཏབ་པ་རེད། གནམ་འོག་གི་སེམས་རྒྱུད་ཚན་པའི་ལེ་ཚན་སྤྱིའི་མདུན་དེང་ཉེར་བརྒྱད་དྲུག་ཅུ་རེ་དགུ། གཞན། བརྙན་འཕྲིན་ལེ་ཚན་བརྒྱ་དང་ཉུལ་རྩ་ལྔ་པ། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་དྲུག་ལོའི་བོད་མི་མང་གི་སྲིད་སྐྱོང་འོས་མི། རྒྱལ་ཁམས་རིག་པའི་བཀོལ་བའི་རྩོམ་པ་པོ་དང། བོད་རང་བཙན་འཐབ་རྩོད་པ་ཨ་ཚོགས་ཀླུ་མཁར་བྱམས་མཆོག་ནས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དུས་གསུམ་སྲས་ཟིལ་གྱི་མཛད་བཟང་ལ་རྒྱབ་ལྗོངས་ཀྱི་དཔེ་སྟོན་བྱ་བ། ཐའི་ལན་གྱི་གསར་བརྗེ་དང་འབྲེལ་བའི་དཔྱད་རྩོམ་སྤེལ་བ། ཐེངས་འདིའི་ལེ་ཚན་དུ་ངོ་སྤྲོད་བརྒྱུད་སྤེལ་ཞུ་རྒྱུ་ཡིན།
ད་དེ་རིང་ངས་དྲ་ཐོག་རྣམ་པ་ཚོ་ལ་ང་ཚོ་ད་ལྟ་ཨེ་ཤི་ཡ་གི་ད་ཐའི་ལན་གྱི་རྒྱལ་ཁབ་ནང་ལ་ད་ཆབ་སྲིད་གི་ལས་འགུལ་ཁྱད་པར་དུ་གི་ད་རྒྱལ་པོ་ལ་ངོ་རྒོལ་གྱི་ལས་འགུལ་ཆེན་པོ་ཅིག་ད་མཐོ་རིམ་སློབ་མ་ཚོ་ངས་ནས་སྤེལ་ནས་འགྲོ་ད་ཡོད་རེད། ཨོ། དེའི་སྐོར་ལ་ངས་དེ་རིང་ཚིག་ཁ་ཤིག་ཏུ་ཞུ་དགོས་བསམ་སོང། དེ་ག་རེ་རེད་ཟེར་ན་ང་ཚོ་སྤྱིར་ཨེ་ཤི་ཡ་གི་ཆབ་སྲིད་ཀྱི་བསམ་བློ། ཆབ་སྲིད་ཀྱི་གནས་སྟངས་ལ་ད་ང་ཚོ་མིག་དཔེ་དབྱེ་བ་ཅིག་མ་ཟད་ཁྱད་པར་དུ་ང་ཚོ་བོད་པ་ཚོ་ངོས་ནས་དེ་ལ་སློབ་སྦྱོང་ཡག་པོ་ཅིག་བྱེད་དགོས་ཀྱི་འདུག་བསམ་སོང། དེ་ག་རེ་རེད་ཟེར་ན་ད་ང་རང་ཚོ་དང་ཨ་ནེ་ཐའི་ལན་གྱི་རྒྱལ་ཁབ་འདིའི་གི་ཅིག་ད་ནི་སྟངས་འདྲ་གི་མིན་ན་རེད་ད་ཆབ་སྲིད་ཀྱི་བསམ་བློ་གི་ཕྱོགས་དེ་ཧ་ཅང་འདྲ་བོ་རེད། ད་ཐའི་ལན་འགྲིག་གི་རྒྱལ་ཁབ་འདི་རེད་ད་འདྲ་ཅིག་འདི་འདྲའི་འདྲ་བོ་ཅིག་རེད། རྒྱལ་ཁབ་དུ་གནས་དགོས་ཡ་དེ། ད་ནང་པའི་རྒྱལ་ཁབ་ཡིན་ཟེར་དགོས་རྒྱལ་ཁབ་དུ་གནས་དགོས་ཡ་དེ་ར་ཧ་ལམ་ཅིག་ཡོད། ད་སངས་རྒྱས་བསྟན་པའི་ཆེད་དུ་ཡིན་ཟེར་ལབ་གི་མིན་ན་རེད་ད་གང་ལྟར་ཆོས་ལུགས་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་རེད། ད་ག་ནང་བཞིན་གི་གནས། རྒྱལ་ཁབ་དེའི་གི་ནང་གི་ཅིག་ད་ཞིབ་བསྡུའི་ལྷང་འཇགས། རྒྱལ་ཁབ་དེའི་གི་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བརྩིས་ན་རེད་ད་དེ་ཆ་ཚང་ཨ་ནི་རྒྱལ་པོ་དེ་ལ་བསྟུན་ནས་ཡོང་པ་ཡིན་ཟིག་ད་དེ་ལབ་གི་ཡོད་རེད་ད་ད་ལྟ་བར་དེ་བཤད་སྟངས་ཡིན་ན་གལ་སྲིད་རྒྱལ་པོ་མེད་ན་ད་ཡིད་རླུང་ཁོ་རང་འཐོར་འགྲོ་ཡོད་ཅིག་ཨ་ནི་དེ་འདྲའི་འདྲ་བོ་ཅིག་བཤད་གི་ཡོད་རེད་དེ་ནས་ད་མི་རིགས་དེ་ད་མི་རིགས་རང་ལུགས་འདྲ་བོ་ཅིག་ལྟ་བ་ཆགས་ཡོད་རེད་དེ་ཡིན་པ་སོང་ཙང་ཁོ་ཅིག་རྒྱལ་ཁབ་གི། ཅིག་གཞིས་བཙུགས་ཡ་དེ་ད་ཆོས་ལུགས་དང་རྒྱལ་རྒྱུད་ཀྱི་དབང་གྱིར་དེ་འདྲས་འདྲ་བོ་རེད་ད་ང་ཚོ་གི་བོད་པ་སྤྱི་ཚོགས་ཐོག་ནས་བཤད་ན་ཅིག་ཨནི་བོད་མི་རིགས་འདི་གནས་དགོས་ཡ་དེ་སངས་རྒྱས་བསྟན་པ་ལ་སྲུང་སྐྱོབ་བྱེད་ཡ་དང་ཨནི་ཅིག་ཆོས་དང་རིག་གཞུང་ལ་སྲུང་སྐྱོབ་བྱེད་ཡ་ཆེད་དུ་རྒྱལ་ཁབ་གནས་དགོས་ཡ་ཟེར་ཡ་འདྲ་བོ་སྐད་ཆ་ཅིག་བཤད་དེ་ཡོད་རེད།

ཨ་ནི་བོད་ཡིག་གི་འགྲེམས་ཚོད་པ། དེ་ནི་བོད་ཡིག་གི་མཚོན་དོན། ད་འདི་མོ་འདི་བྲིས་ཡོད་རེད། ད་འདིའི་ཚིག་དྲག་པོ་འདི་ཚོ་ཧ་ཅང་གི་གྱོང་པོ། འདི་ཚོ་སུས་བྲིས་རྒྱུ་རེད་ན། རྒྱལ་བ་རིན་པོ་ཆེ་གི་སྐུ་གང་སྔོན་མ་རྩིས་སྤྲོད་བྱིན་པའི་ཁ་ཐུག་ལ། དེ་ནས་བཅའ་ཁྲིམས་ལ་ཡང་བསྐྱར་བཟོ་བཅོས་བརྒྱབ་དགོས་སོང་ཙང་ད་འགྱུར་བ་གཏོང་དགོས་སོང་ཙང།

ཨ་ནི་རྒྱལ་པོ་ལ་ཁ་བཏང་ནས་དེ་ཚོ་ལ་བལྟ། མཚན་སྨོད་ཞུས་ནས་དེ་ཚོ་ལ། ཨ་ནི་གཉིས་པ་ལོ་གསུམ་ནས་བཅོ་ལྔ་བར་དུ་བཙོན་ཁང་ནང་འགྲོ་དགོས་ཡ་དེ་འདྲས་རེད། ད་དེ་འདྲས་ཀི་བྱས་ནས་དེ་ཡོད་པ་ཙམ་མ་ཡིན་པའི་ད་ན་ཉིན་ད་ལོ་འདི་ད་བལ་དུ་ད་དེའི་ཉེ་བ་ཕོག་ནས་ཀི་མི་བལ་དུ་ད་ཚལ་ལི་བརྒལ་བ་ད་མང་དྲན་འགྲོ་དགོས་ཡོད་རེད། དེ་ཡིན་པ་སོང་ཙང་ད། ང་ཚོ་གི་བཅའ་ཁྲིམས་ནང་ལ། ད་ད་འདའ་གི་ནག་ཉེས་བབ་ཐུབ་ཡོད་མ་རེད་མ་ཐུབ་པ་དེ་ན་ཟམ་གདོང་ར་ཁོ་ཚོ་ལ་བབ་ཡག་གི་འདོད་པ་མེད་པ་ཅིག་དང། དེ་འདྲིས་གི་ཧམ་སེམས་མེད་པ་ཅིག་མ་རེད། དེ་ཚོ་ལ་སྒེར་དོན་གི་ཁེ་ཕན་སྲུང་ཡག་གི་ཆེད་དུ་ངོ་ཚ་ཡག་ཡོད་མ་རེད། དེ་ན་ནི་ཡོད་མ་རེད་ད་འདའ་དེ་དེ་མ་འོངས་པར་དེ་རེད། ཡིན་ན་ད་ཡུལ་དུས་གནས་བབ་གི་དབང་གི་ང་ཚོ་ལག་ན་རྒྱ་ཁབ་མེད་བཙོན་ཁང་མེད་དམག་མི་མེད། གལ་སྲིད་ཡོད་ན་ཐའི་ལེན་གྱི་ནང་བཞིན་བཙོན་ཁང་ནང་དབུལ་དགོས་ཡ་དེ་དབུལ་རྒྱང་འཕེལ་རྒྱབ་དགོས་ཡ་དེ་རྒྱབ་ད་ལྐོག་གསོད་བྱེད་དགོས་ཡ་དང་ད་དེ་སྤྱི་ཚོགས་ནང་ནས་ནི་དེ་ཚོ་ཁེར་སྐྱིད་ལ་ཕེབས་དགོས་ཡ་ད་དེ་ཆ་ཚང་དེ་དེ་ལྟར་བྱས་དང་བྱེད་བཞིན་པར་བ་ད་ཡིན་ན་ར་ད་ད་ད་གི་ཅིག་བཙོན་ཁང་ར་དེ་ཚོ་གི་རིམ་པ་དེ་བྱེད་ཐུབ་ཁོ་མར་བ་ད་དེ་ཆ་ཚང་དོན་དག་རྡོག་རྡོག་ག་རེད་ན་རྒྱལ་པོ་ཁ་ཁེ་ནི་ཅིག་དབང་སྒྱུར་གྲལ་རིམ་གྱི་ཁེ་ཕན་སྲུང་སྐྱོབ་བྱེད་ཡ་དེ་རེད་ད་དེ་ཡིན་པ་སོང་ཙང་དེ་མིག་གི་ངན་ཤེས་ཀྱི་ཐོག་ནས་མི་ཆ་ཚང་ལ་དེ་ཡོད་བར་དེ་ཐེ་ལན་འདྲ་ཡོད་ན་ཧང་སང་གོ་མ་རེད་དེ་ང་ཚོ་ང་རང་ཚོའི་ཐོག་ན་རེད་ད་ད་ག་རང་དེ་ངན་ཤེས་དེ་རེད་དེ་འབའ་ཚང་ཚང་ད་ང་ཚོ་འདི་ནས་ཧ་གོ་དགོས་ཅིག་ལ་རྒྱལ་བ་རིན་པོ་ཆེ་གི་དུས་གསུམ་གསལ་གཟིགས་ཀྱི་ད་ང་ཚོ་དེ་ངོ་ནས་བཤད་ན་ད་ཐམས་ཅད་མཁྱེན་པ་གི་དུས་གསུམ་གསལ་གཟིགས་ཀྱི་བཀའ་མོལ་ཅིག་ག་རེ་གནང་ཡོད་ན་ཁོང་གི་དགོས་དབང་དེ་རྩིག་སྤྲོད་བྱིན་པའི་ཁ་ཐུག་ལ། ད། འདི་འདྲས་ཅིག་གསུངས་ཡོད་ད་སྐུ་དབང་དེ་སྔ་སང་སང་རྩིས་སྤྲོད་བྱས་ན་ཡག་གི་རེད། ང་རྒྱལ་བ་རིན་པོ་ཆེ་ལ་ད་ལྟ་སྤྱི་ཚོགས་ཐོག་ན་ཆེ་མཐོང་དང་ནི་ཅིག་ཆ་འཇོག་དབུ་གཟུགས་ཡོད་པའི་ཁ་ཐུག་ལ་ནི་སོ་སོ་གི་དབང་ཆ་འདི་སྤྲད་ན་ཡག་པོ་ཡོད་རེད། ཉི་མ་གཅིག། ནི། བི་ཀིར་ཏཱ། སྒྲོག་རྒྱག་རྒྱབ་ནི་བི་སི་ཀིར་ཏཱ་ཟེར་ཡ་དེ། མི་རིགས་གསར་བརྗེ་གི་ལོ་རྒྱུས་དེ་འདྲས་ཅིག་རེད།

གི་དབང་བོ་ནས་རྩིས་སྤྲོད་བྱས་བྱ་བར་ནི་བཅའ་ཁྲིམས་ཀྱི་ཐོག་ནས་ཡང་འཕར་བྱ་བའི་བཟོ་འདྲ་བོ་གཅིག་མ་གཏོགས་ད་ལྟ་དངོས་གནས་གཅིག་རྩིས་སྤྲོད་བྱས་པའི་རྣམ་པ་དེ་མཐོང་དགོས་ཡོད་པ་མ་རེད་བཅའ་ཁྲིམས་ནང་ནས་དེ་འབའ་སོང་ཙང་སྐབས་དེ་རིགས་གང་དང་གང་འདྲ་བོ་ཡིན་ན་གཅིག་རྩོམ་ཡིག་རེ་དེ་བྲིས་གཅིག་སོ་སོ་གི་བསམ་ཚུལ་དེ་བཤད་པ་ཡིན་པ་ཡིན་ན་ད་དེ་གི་ཕན་ཐོགས་མ་རེད། བཙན་བྱོལ་ནང་གི་ཁེ་ཕན་ཕྱོགས་གཏོགས་ལ་མི་མང་གི་བསམ་ཚུལ་གྱི་ཅང་ཕན་ཐོགས་མ་རེད། ལྷ་བླ་མ་གི་ལུང་བསྟན་ར་དེ་ཟོ་གི་ཅིག་ཕན་ཐོགས་ན་ཉེ་ལམ་འཁྲིག་ཡ་དང་ཨ་ནི་གདོན་འདྲེ་ར་དེ་ཟོ་གི་ཆོམ་ཁྲི་བསྟན་ན་དེ་ཟོ་གི་ཅིག་བྱེད་ན་མ་གཏོགས་དེ་ཟོ་ལ་མིའི་བསམ་ཚུལ་བཤད་ནས་ཉན་ཟེར་ཡ་དེ་ཧ་ཅང་ཁག་པོ་འདྲ་ཟེར་རེད་དེ་མི་ཅང་ང་ཚོ་བསམ་ཚུལ་བྲིས་པ་དེ་གི་ཅང་ཕན་ཐོགས་ཡོག་མ་རེད། ད་དོན་དག་ཐོག་ཐོག་རྒྱ་གར་འབུ་ཅིག་གི་དེ་གསུངས་པ་དེ་ག་རེད་ནི་དེ་དུས་གསུམ་ཟས་ཟིག་གི་གོ་མོས་ཆགས་ཡོག་རེད་ད་དེ་ལན་གི་རྒྱལ་ཁང་ཐོག་ལ་ར་འབབ་གི་ཡོག་རེད། དེ་ལང་དེ་ལེང་གི་དམ་བདག་གི་དེ་ལེང་འདྲེ་གི་རྒྱལ་པོ་འདི་ཚོ་ཆ་ཤར་ན་ང་ཚོ་བོད་པ་ནང་ནས་རྒྱལ་བ་རིན་པོ་ཆེ་ཆེ་མཐོང་ཡོད་པ་ནང་བཞིན་གཟིགས་ཡོད་རེད་གཅིག་གཅིག་ན་དེ་ཡས་ཚད་གི་མ་རེད། ག་རེ་ན་ཁོ་ཚོ་ཐབས་སྐྱོ་ན་རེད་རྒྱལ་པོ་དེ་གི་འབངས་མི་སེར་ལ་ཉེས་བྱས་བྱས་ནས་དབང་རྒྱལ་གྲལ་རིམ་རྒྱལ་རྒྱལ་དེ་ཚོ་གི་སྡིག་སྐྱ་བྱས་ཡོད་ན་རེད་མམ་ཐ་ལག་གི་རྒྱལ་ཁབ་ཤོར་ཡོད་མ་རེད་བ། དེང་བ་སོང་ཙང་ད་ཅིག་གི། དུས་ཞིབ་འདྲ་བོ་ཆེན་པོ་ཡོད་རེད་རྒྱལ་ཁབ་དེ་ལ། ད་ལྟ་རྒྱལ་པོ་ལ་ངོ་རྒོལ་བྱེད་ནི་ཡིན་ཟེར་གི་ཤོག་ཁག་ཅིག་ཡར་ལངས་ནས་ངོ་རྒོལ་བྱིན་པ་དང་ཆབས་ཅིག་ཏུ། རྒྱལ་པོ་སྲུང་སྐྱོབ་བྱེད་གི་ཡིན་ཟེར་ནས་ཡང་ཕི་གེ་ལ group ཅིག་ཡར་ཐོན་ཚར་ངོས་ཟིན་དུ་བུ་གུ་ཐོན། དེ་ཡིན་བ་སོང་ཙང་ད་དེ་འདྲའི་འདྲ་བོ་རེད། ཡིན་ན་ད་དེ་བསམ་བློ་གི་ཁྱད་པར་འདུག་ཨ། རྒྱལ་པོ་ལ་སྲུང་སྐྱོབ་བྱེད་གི་ཡིན་ཟེར་ནི་དེ་ཚོ་རིགས་དུ་ཨ་ན་སྔོན་མ་གི། རྒྱལ་དཀྱིལ་གྲལ་རིམ་གི་དབང་སྒྱུར་གི་སློབ་གསོ་དེའི་འོག་ནས་ཡོང་རྒྱུ་གི་བྲན་གཡོག་ར་དེ་ཚོ་གི། བདག་བྱེད་བཀའ་གི་རིམ་པ་ནས་ཡར་ཡོང་རྒྱུ་གཅིག་དང་སང་གི་འདི་ཐེ་ལན་འདི་དང་ཕྱོགས་གང་ཐད་ནས་སྒོ་བཞི་ཡར་རྒྱས་འགྲོ་ནས་ཅིག་རང་དབང་དང་དམངས་གཙོ་གི་ལྟ་བ་དེ་ད་དྲ་རྒྱ་རེད་འདི་ལྟར་ཡོང་ནས་གང་ལ་ན་གཞོན་མང་ཆེ་བ་ལོ་གཉིས་རྩ་ལྔ་གི་དབུགས་གི་ན་གཞོན་ད་ལྟ་ངོ་རྒོལ་བྱས་ནས་དེ་མཐོ་རིམ་སློབ་མ་རེད་འབྲང་རིམ་སློབ་མ་གཉིས་ཀྱི་ད་ལྟ་འབྲང་རིམ་སློབ་མ་མང་ང་སློབ་འབྲང་སློབ་མ། ཧང་སང་ཡ་དེ་ཚོ་གི་སྙིང་སྟོབས་ར་དེ་ཚོ་བརྗེད་དེ། དེ་མ་སོང་ད་རྒྱལ་པོ་ལ་ངོ་རྒོལ་བྱེད་ནི་འདི་སྤྱིར་བཏང་གི་དུས་རབས་ཀྱི། དུས་རབས་ཀྱི་རང་བཞིན་གྱི་ངོ་རྒོལ་ཅིག་ཡིན་པ་གསལ་བོ་མཚོན་དགོས་དུས་རབས་རང་བཞིན་གྱི་ལས་འགུལ་ཅིག་ཡིན་པ་ག་རེད་ན་དེ་རང་རྒྱལ་པོ་ལ་སྲོང་སྐྱོབ་བྱེད་མཁན་ལབ་ནི་ཕ་མ་དེ་ཚོ་གི་ལབ་གི་འདུག་ཨ་ད་ས་ཚ་ཤ་ཟིག་ང་རང་ཚོ་གི་བུ་གུ་ཚོ་མི་ཡག་པོ་ཅིག་ཆགས་ན་བསམ་ནི་སློབ་གྲྭ་དང་ནི་ཅིག་དེ་བྱིན་པ་རེད་ཁོ་ཚོ་འདི་བར་དུ་སྐྱོ་སོང་བ་རེད། ང་ཚོ་གི་བླ་ན་མེད་པའི་དབུ་ཁྲིད་ཚོ་ལ་ནི་ཚེ་འདི་བཞིན་ཉི་གི་སྐྱབས་གནས་ཚོ་ནི་ཅིག་བཤད་ཡ་འགོ་བཙུགས་ཤ་རེད་ད།

དབང་སྒྱུར་གྱི་ཆེད་ནས་དེ་ཚོ་གི་ཁྲིམས་སྡེ་ཁག་གི་ཡོང་ནས་ཀྱི་འབངས་མི་སེར་ལ་བརྡབ་གསིག་བཏང་ཡག་གཅིག་ནས་ངོ་རྒོལ་དེ་ཁྲིམས་ལ་ངོ་རྒོལ་བྱེད་ཡག་ད་ལྟའི་རྩ་ཁྲིམས་ལ་ངོ་རྒོལ་བྱེད་ཡག་ངོ་རྒོལ་གཅིག་དེ་རེད་ངོ་རྒོལ་གཅིག་དེ་རྒྱལ་པོ་གི Family ཆབ་སྲིད་གནང་བ་ཞིག་ཡ་ངོ་མ་ཆོག་གོ་ཡོག་མ་རེད་ཐའི་ལེན་གི་རྒྱལ་ཁབ་དེ་ངས་འདི་འདྲ་བྱས་ནས་གྲྭ་བ་ཚོ་ཞིག་ཆོག་གོ་མ་རེད་རྒྱལ་རྒྱུད་གི་ནང་མི་ཞིག་ཆོག་གོ་མ་རེད་ཆབ་སྲིད་ནང་ལ་ད་ནང་ཉིན་ད་ལོ་ནས་དེ་ཞིག་ཡག་གི་འགོ་བཙུགས་འདྲ་བཙུགས་ཡོང་གོ་དེ་ངོ་རྒོལ་བྱེད་ཡག། དེ་རྒྱལ་པོ་ཀ་རི་ཡིན་པ་ན་མ་ཏི་རྒྱལ་རྒྱུད་ཀྱི་གནའ་དོན་གཅིག་ཅེས་ཨ་ནི་ཁྲིམས་ལུགས་ཀྱི་གནའ་དོན་གཅིག་ཅེས་དེ་ནི་རྒྱལ་རྒྱུད་ཀྱི་དཔལ་འབྱོར་དེ་ཨ་གསལ་བོ་བཟོ་དགོས་ཡ་ད་རྒྱལ་ཁང་གི་རྒྱལ་ཁང་ལ་དཔལ་འབྱོར་དཔེ་ཆེན་པོ་རེ་བ་དེ་གི་རྩིས་ཁྲ་དགོས་ཡ་དེའི་ཅེས་ག་རི་ན་དཔེ་ཆ་དེ་འབངས་མི་སེར་ལག་ན་ཡོང་དགོས་རེ་དེ་ཡིན་པ་ཆ་ནས་དེ་ཨ་ནི་དགའ་བ་ཡིན་པ་དེ་གཅིག་བྱས། དེ་ནས་ད་རྒྱལ་པོ་ཁོ་རང་གི་ཐོག་ལ་དམིགས་ཚིག་རྒྱལ་པོ་ཁོ་རང་ཐོག་ལ་སྐྱོན་བརྗོད་ཚིག་ཁ་ཤས་ཡོང་གི་འདུག་དེ་ག་རེ་རེད་ཟེར་ན། ད་རྒྱལ་པོ་གི་ངས་ནི། ད་ལོ་གི་ཐའི་ལེན་གི་ནང་ལ་ཝུ་ཧན་གི་ནད་ཡམས་འདིའི་གི་རྐྱེན་གྱིས་ད་འབངས་མི་སེར་གི་ནང་ལ་ཧ་ཅང་གི་དཀའ་ངལ་བྱུང་པའི་ཁ་ཐུག་ལ་རྒྱལ་པོ་གི་བཙུན་མོ་དེ་ཚོ་ཁྲིད་ནས་ཀྱི། ཕ་རྒྱ་མི་ནི་དི་བ་ཟིག་ལ་ཁོ། ད་སྤྲོ་ཁང་དེ་འདྲས་ཡོད་རེད་དེ་འདྲས་འགྲོ་ནས་ཀྱི་ཨ་ནི་པར་ཏྲི་བཏང་ནས་ད་ཉེན་ཡོད་ལ་ཕེབས་ནས་རྒྱལ་པོ་བཞུགས་བསྡད་ཡོད་རེད།

དབུ་ནི་དེ་ལྟ་དེ་ལན་གཙོ་ཆགས་ཤིག་ན་རྒྱལ་པོའི་གི་ལྟ་བ་ཡིན་ཟིག་ཅིག་ཡིན་ན་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་དབུ་མའི་ལམ་ཡིན་ད་ཟེ་ཡ་ནང་བཞིན་གི་ཅིག་རྒྱལ་པོའི་གི་ཆབ་སྲིད་གི་ལྟ་བ་འདི་ཡིན་ད་ཟེ་ཡ་ཅིག་ཆབ་སྲིད་ནང་སླེབས་གི་ཡོད་མ་རེད་དེ་རེད། ཁྱད་པར་དུ་གི་དེ་ན་ཅིག་རྒྱལ་བ་རྒྱལ་བ་རིན་པོ་ཆེ་གི་མཚན་ཐོག་ནས་སྔོན་མ་ཅིག་དེ་འདྲ་འདྲ་བོ་ཡིན་པ་མི་ཁ་ཤས་ཟིག་གི་ནི་ཅིག་ང་ལ་ཅིག་བཤད་གི་འདུག་ང་སེམས་ཤིག་ཆགས་སོང་ཟེ་ཡ་འདྲ་བོ་དང་ནི་ཀརྨ་ཆེན་བོས་གི་ནི་ང་ནི་མ་བིས་བཟོ་སོང་ཟེ་ཡ་འདྲ་བོ་དང། དཀར་ཆག་རིགས་འདི། ཐེ་ལན་གྱི་རྒྱལ་བོ་ངི་ནི། ད་ཧ་ལམ་སོང་མྱོང་མེ་ཡ་ཟི་ན་འདྲི་གོ་རེ་ད་དེ་སོང་ཡ་གི་མགོ་ཅིག་ཚུད། ཁོ་རང་ལ་རྒྱབ་སྐྱིར་བྱས་ནས་གི་ཆབ་སྲིད་གི་པར་ཏི་དེ་ཚོའི་ནང་ལ་འགྲོ་ནས་ཅིག་ཅིག་གཏམ་བཤད་འདྲ་བྱས་ཡོད་མ་ད་གང་ལྟར་དེ་ཚོའི་ནང་ལ་དམིགས་བསལ་གི་འཛོང་ནས་ད་དེ་ཚོ་འཇག་ཁ་བཏང་ཟི་ན་རེ་དེ་ཅིག་བྱས་པ་ཙམ་གི་ད་རྒྱལ་པོ་ཕྱོགས་གཅིག་ལ་ཕྱོགས་སོང་བ། ད་གལ་སྲིད་ཐེ་ལན་གྱི་རྒྱལ་པོ་གི་ངི་ནི་མངོན་གསལ་དོད་པོ་གི་མི་ཅིག་ལ་དམིགས་འཛུགས་བྱས་ན། ཁུལ་གཅིག་རེད་ལབ་ན་དེ་ནི་ཐའི་ལན་གྱི་ནང་གི་རང་དབང་དང་མང་གཙོ་གི་ཕྱོགས་ལ་འགྲོ་བའི་གོ་ད་གཅིག་མདུན་སྐྱོད་ཀྱི་ད་ལམ་ཁ་དེ་ལ་ད་དཔེ་ད་བརྡབ་གཟིགས་ཆེན་པོ་འགྲོ་གྱི་ཡིན་པ་དེ་གསལ་བོ་རེད་ད་དེའི་རྒྱལ་པོ་གི་ཐོག་ནས་ད་ལྟ་གི་རྒྱལ་པོ་སྐུ་འཕྲང་བྱི་བ་འདིའི་ཐོག་ན་ད་ནོར་འཁྲིད་དེ་གཅིག་ཐོང་གོ་རེད་དེ་ནས་ཁོ་རང་པ་ཏྲེ་འགྲོ་ཡ་སྤྱིར་བཏང་གི་ད་གཅིག་རྒྱལ་སྒྱིད་ཀྱི་གཤིས་ཀ་འདྲ་བོ་དེ་འདྲའི་མ་ཡིན་པའི་ཐོག་ནས་ད་སྐྱོ་པར་འཆོལ་བོ་གཅིག་བྱེད། འདི་ཡི་རྒྱལ་པོ་འདི་ནང་ལ་མི་འདི་འདྲས་གཅིག་རེད་འདུག་ཨ། མ་ཧ། བ་ཇི་ར་ཡ། མ་ཧ་བ་ཇི་ར། ལིང། ཕན་ཛེ་དེ་འདྲས་གཅིག་རེད་ད་དེ་ཚིག་གི་དག་ཆ་དེ་རང་སྤུན་འདྲ་བོ་ཞིག་རེད་ད་ངས་དེ་སྐྱོར་ཤེས་ཀྱི་མི་འདུག་གང་ལྟར། འོ་དེ་ཡི་རྒྱལ་པོ་དེ། དེ་རྒྱལ་གཅིག་གི་སྐྱོན་ད་གང་ལྟར་རྒྱལ་པོ་ཁོ་རང་ཚོ་གི་ཐོག་གི་སྐྱོན་གཅིག་གཅིག། ད་ད་ག་ནང་བཞིན་ག་ནི། རྒྱལ་པོ་སྲུང་སྐྱོབ་ཅིག་ནི། ད་དེ་ཚོ་གི་མིང་འདེམས་མ་ཅིག་ག་ཅིག། ང་ཚོ་རྒྱལ་ཕུག་གི་མཚན་སྙན་གྲགས་སོང་སྐྱོབ་བྱེད་མི་ཡིན་ཟེར་ཞིག་ད་ད་ཆ་བཟང་པོ་ཞིག་ཆགས་འདུག་བོད་པ་སྤྱི་ཚོགས་ནང་ལ་ད་ག་རང་ཡོང་སྐོར་ད་ང་ཚོ་རྒྱལ་བ་རིན་པོ་ཆེ་གི་ག་རེ་གསུང་མི་སྣ་མ་ལྟེ་བའི་མི་གི་ན་མི་ཁག་ཅིག་གི་རྒྱལ་བ་རིན་པོ་ཆེ་སྲུང་སྐྱོབ་བྱེད་མི་ཡིན་ཟེར་དེ་ཁ་ཁེ་དེ་ཁེ་ཡོང་ནས་སྒང་ལ་གུར་གུར་ཡིག་ཚང་ར་ད་བོད་གཞུང་ར་འདི་ཟུ་ཁྲིག་གི་དེ་མ་མཐོང་མདོག་མདོག་བྱེད་ནས་ཤག་བྱེད་དང་ད་འདི་བྱེད་སྐོར་ད། དེས་ན་ང་ཚོ་གཅིག་ད་ལྟའི་སྐབས་ལ་བཙན་བྱོལ་བོད་མིའི་གི་གཅིག་ད་ཡུལ་སྡོད་གི་ཁ་ཐུག་ལ་ཨ་ནི་རྒྱལ་བ་རིན་པོ་ཆེ་ཆབ་སྲིད་ནང་ལ་ཁྲིད་ཡོང་ཆོག་གི་མེད། སོ་སོ་གི་གཅིག་རྒྱབ་ལྗོངས་ལ་རྒྱལ་བ་རིན་པོ་ཆེ་ཁིད་ཡོང་ཆོག་གི་མེད། དེའི་གི་མ་ཆོག་པ་གི་མཚོན་དོན་ལ་ཨ་ནི་པར་ཚོ་བཞག་ཆོག་གི་མེད་རྒྱལ་བ་རིན་པོ་ཆེ་གི་སྐུ་པར་འདྲ་དེ་ཚོ་རྒྱབ་ལྗོངས་ལ་བཞག་ཆོག་གི་མེད་ཟེར་གི་འདྲེ་ལབ་གི་ཡོད་རེད་ད། ཡིན་ན་ད་བར་བཞག་ཆོག་གི་མེད་པ་ད་ལྟའི་ཤོག་ཅིག་རེད། ཡིན་ན་དེ་ད་ང་ཚོ་གི་ལངས་གནས་དེ་ཚོ་གི་རྒྱལ་བ་རིན་པོ་ཆེ་གི་དགོངས་བཞེད་སྒྲུབ་གནས་ཡིན་པ། རྒྱལ་བ་རིན་པོ་ཆེ་གི་མཚན་གནས་སྲུང་སྐྱོབ་བྱེད་གནས་ཡིན་པ་ད་དེའི་ཁ་ཁེ་ནས་ཕྱིར་རྩ་བ་ཉིད་ནས་བསྡད་ཀྱི་ཀོ་མ་རེད། འོ་དེ་གི་ཨ་ནི་ཐའི་ལེན་ནང་གི་ད་ད་ལྟ་རྒྱལ་པོ་གི་ཤོག་ཐོག་ལ་ངོ་རྒོལ་ཡོང་དགོས་ཡ་རྒྱུ་མཚན་གཅིག་ཏུ་ན་ཡོང་དགོས་ད་རྒྱལ་པོ་ལ་དེ་དེ་རྒྱལ་པོ་ག་རེ་ཡིན་མིན་ན་མ་དེ་རྒྱལ་པོ་སྲུང་སྐྱོབ་བྱེད་གི་ཡིན་ཟེར་ནས་མགོ་བདེ་དྲན་འཁྲབ་སྐོར་ཚིག་གི་ཁ་རྒྱལ་པོ་ཁས་ཡོང་ནས་ཅི་འབངས་མི་སེར་ནང་ལ

འོ་ད་དེའི་ནང་བཞིན་གྱི་ད་ཐའི་ལེན་གྱི་རྒྱལ་ཁབ་ཀྱི་ནང་གི་ཆབ་སྲིད་པ་འགོ་བདེ་དེ་ཚོ་གི་རྒྱལ་པོའི་རྒྱལ་ས་བདེ་མ་གཅིག་པ་གི་ལས་ཀ་འདི་གཅིག་ད་དེ་གཅིག་ཡོང་ནས་གང་ལ་ནི་མི་མང་ཁྲི་ཕྲག་མང་པོ་ད་ཁྲོམ་ལ་ཐོན་ནས་ཅིག་ད་ལིང་གི་དེ་གི་ད་སྣ་ཚོགས་ཅིག་ཕྱོགས་གཅིག་ལ་འདུས་ནས་ཅིག་ད་རྒྱལ་པོ་ལ་ངོ་རྒོལ་བྱེད་ཡག་ད་འགོ་བརྩི་ག་རེད། འདི་ཨེ་ཤི་ཡ་གི་ཆབ་སྲིད་ཀྱི་བསམ་བློ་ནང་ནས་ཧ་ཅང་གལ་ཆེན་པོ་ཞིག་ང་ཚོ་བོད་པ་ཆགས་ཕྱིན་ན་ད་ངས་ད་ལྟ་བཤད་དེ་རེད།

ཨ་ནེ་རྒྱལ་པོ་ལ་ངན་འབྲེལ་གྱིས་དོ་ནི་གི་ཁེ་ཕན་གི་ཕྱོགས་གཏོགས་གི་པར་ཏྲི་ད་ལྟ་འདའ་གི་དེའི་སྔོན་མ་དམག་གི་ཡར་ལངས་བྱེད་ཡོང་ནོ་གི་ཐའེ་ཝན་ཐའེ་ལེན་གི་གཞུང་ཉིས་སྟོང་བཅུ་བཞི་ལོ་ད་ད་འདའ་ཁོ་སིན་འདི་ཡོད་རེད་གཞུང་དེ་ལ་འདི་རེད་འདུག་ཨ་དེའི་སྲིད་འཛིན་དེ་ལ་བྷ་ར་ཡ་ཏི་ཆན་ཨོ་ཆ་སི་ཡ་ཆི་ཨོ་ད་ཁོ་རང་ཚོ་གི་གཞུང་དེའི་མཚམས་བཞག་དགོས་ཡ་ཨ་ནེ་དེའི་མ་ལག་ནང་ནས་ཡོང་རྒྱུ་གི་གྲོས་ཚོགས་ར་འདི་གི་ལས་མཚམས་བཞག་དགོས་ཡ། རྩ་ཁྲིམས་ལ་འགྱུར་བ་གཏོང་དགོས། ད་ལྟ་བདག་གི་མི་མང་གི་ལས་འགུལ་ནང་ནས་དེ་བྱུང་དགོས་རེད་ད་མང་ཆེ་བ་དེ་མཐོ་རིམ་སློབ་མ་གི་སློབ་གྲྭ་གི་འགོ་ཁྲིད་ཡོད་རེད། ད་ད་ནང་བཞིན་ད་དེ་བྱས་ནས་ཅི་ག་རེ་བྱེད་དགོས་ན་ད་ལྟ་བདག་གི་ཁྲིམས་རྒྱལ་རབས་གཅིག་གཅིག་ར་དེ་ཚོ་ཨ་ནི་ད་བཅའ་ཁྲིམས་ནང་ནས་འཐེན་ཡ་དེ་རེད་ཁྲིམས་རྒྱལ་རབས་གཅིག་གཅིག་ཚོ་ད་ཞེད་སྣང་ཚ་བོ་ཞུ་བྱས་དེ་འདྲའི་གི་ཁྲིམས་ཡོད་ནི་གང་ལ་ད་ཐེ་ལན་ནང་ནས་འདྲ་མི་འདྲ་གི་ཁྲིམས་དེ་ལག་པ་འཆང་བྱུང་ར་དེ་ཚོ་གི་ད་ཅིག་ཧུར་པོ་ཧུར་བརྩོན་ཅན་དེ་ཚོ་གི།

ད་ནས་ལོ་གཉིས་གསུམ་ཟིག་གི་བཙོན་ཐག་བཅད་ཡས་ད་རྒྱལ་པོ་ལ་མཚན་སྨོད་ཞུ་ཡས་ཀྱི་བཙོན་ཐག་བཅད་ཡས་ཟིག་ལབ་ཀྱི་འདུག་ད་ཡིན་ན་ར། རྗེས་ནས་ནི་བཙོན་ཁང་ནང་དེ་འདྲའི་མང་པོ་ད་དེ་མར་གོ་བ་འདྲ་ད་གང་ལྟར་དེ་ལན་གྱི་དུས་ཁྲིམས་དེ་ད་དུ་བར་ད་སླེབས་ཡོད་ད། ཡིན་ན་ད། དབང་སྒྱུར་གྱི་ཧམ་པ་ཚད་མེད་ན་ར་མི་མང་གི་བཟོད་སྒོམ་བྱེད་ཡས་ལ་ཚད་ཅིག་ཡོད་པ་སོང་ཙང་ད། མི་ཁྲི་ཕྲག་མང་པོ་འཕྲོག་མ་ཐོན་ཙང། ཁྱད་པར་ད་གི་ན་གཞོན་ཟུག་གི་འགོ་ཁྲིད་འདི་ཀྱི། མང་ཆེ་བ་ན་གཞོན་རེད། ད་ནས་ལས་འགན་གྱི་མཚོན་དོན་ད་ད་ལོ་གི་ཕྱག་རྒྱ་དེ་ཁོ་ཚོ་འཛུག་གི་སམ་འདི་རེད།

གཏོར་ས་ནས་ཕ་ཤོག་གི་མི་ལ་མྱ་ངན་ཞུ་ཡ་དང་རྗེས་དྲན་ཞུ་ཡ་དང་དེ་བཅས་ནས་དེ་ངོ་རྒོལ་བྱེད་ཡ་དང་དེ་ཤི་དགོས་ཡ་གི་རྒྱུ་མཚན་གཅིག་ཡོད་ར་བ་དེ་ཚོ་གི་དབང་སྒྱུར་ལ་ངོ་རྒོལ་བྱེད་ཡ་དེ་འདྲའི་གི་མཚོན་དོན་གྱི་གློག་བརྙན་དེ་ཐེ་ལན་ནང་ནས་སྐད་གྲགས་ཆགས་ནས་ཆེ་འོ་ད་དེ་གི་མཚོན་དོན་གི་རྒྱལ་པོ་ལ་ངོ་རྒོལ་བྱེད་ཡ་ད་འདི་ཟོ་རེད་དེ་ནང་ནས་ད་ངས་ད་འདི་བཤད་ན་ཞིག་རྒྱལ་པོ་ལ་ངོ་རྒོལ་བྱེད་ཡ་ཞིག་རྒྱལ་ཁང་གི་རྔུལ་དེ་འདྲའི་མང་པོ་བྱེད་དེ་ཀ་བ་གཏོང་གི་ཡོད་རེད་སུས་སྟངས་འཛིན་བྱེད་གི་ཡོད་རེད། ད་དཔལ་འབྱོར་གྱི་ཐོག་ལ་སྐད་སུ་སླེབས་ཚར། འདི་སྔོན་མ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ནས་འདི་འདྲའི་གི་ཡང་རིགས་འདྲ་བོ་ཅིག་སླེབས་པ་རེད། སྔོན་མ་བོད་ཀྱི་དེའུ་གི་རྩོམ་སྒྲིག་པ་དེ་ད་ལྟ་མི་ནག་ཚང་ལུང་རིགས་བརྒྱ་ཡིན་པའི་ཁ་ཐུག་རེད་ད་ཁོ་གསར་འགོད་པ་རེད་ད་སུ་གི་གཤིས་ཀ་ཡོད་རྒྱུ་རེད། གསར་འགྱུར་རིག་པའི་ཅིག་གསར་འགོད་པ་གི་ད་ཀུན་སྤྱོད་དྲ་དེའི་ཐོག་ལ།

བོད་གཞུང་གི་ལས་ཁུངས་ཅིག་ཅིག་ཡོང་རྒྱུ་རེད་བླ་མ་ཅིག་གི་བླ་མ་ཞེ་དྲག་པ་ཅིག་གི་བླ་བྲང་མ་རེད་ཀརྨ་པའི་བླ་བྲང་ས་སྐྱ་གི་བླ་བྲང་མ་རེད་དེ་ཚོ་གཞུང་བ་འབྲེལ་བ་ཡོད་བ་མ་རེད་བླ་བྲང་སྒེར་བ་རེད་དགའ་ལྡན་ཕོ་བྲང་དེ་ཡག་ན་རེད་སྡུག་ན་རེད་ཆེ་ན་རེད་ཆུང་ན་རེད་བོད་གི་གཞུང་གི་མིང་ཐོག་ནས་ཡོང་རྒྱུ་རེད་དེ་གི་རྒྱུ་དངོས་དང་གར་གྱི་དབང་ཐང་དེ་བོད་མི་མང་གི་ཡིན་དགོས་རྟ་བླ་བྲང་ཞིག་ག་དག་གི་མ་རེད་རྒྱ་གར་རིན་པོ་ཆེ་གི་ཆབ་སྲིད་གི་སྐུ་དབང་ཕྱི་སྲིད་ཉིད་གི་སྐུ་དབང་རྒྱ་ཆ་རྒྱ་གི་གཙང་མ་ཨ་ནེ་བཀྲས་ཞལ་ནས་ཀྱིས་བལ་ཏི་ཆབ་སྲིད་ཀྱི་ཁྱབ་ཁོངས་ནས་ཐོན་བཤད་ན། རྩ་ཁྲིམས་ཀྱི་ནང་གི་རྒྱལ་བ་རིན་པོ་ཆེ་གི་འགན་འཁུར་མ་རེད་འཐེན་བཤད་ན་ཨ་ནེ། དགའ་ལྡན་ཕོ་བྲང་གི་བླ་བྲང་གི་ཕྱག་དངུལ་དེ་ཚོ་ད་དི་ནས་བཟུང་སྟེ་ཨ་ནེ་བླ་བྲང་སྒེར་བ་གཅིག་ཡང་དབང་བསྒྱུར་མ་གཏོགས་དེ་རག་བར་དུ་དགའ་ལྡན་ཕོ་བྲང་ལ་གང་ཡོད་པ་དེ་བོད་སྡེ་བ་གཞུང་གི་ང་ཚོ་བོད་ཀྱི་མིང་ཐོག་ནས་ཡོང་དགོས་ད། དེའི་ཉིན་པ་སོང་ཙང་ནི་ཁོ་རང་ཚོ་སྐབས་དེ་རིགས་གང་ལ་ལུང་རིགས་རྒྱལ་ར་དེ་ཚོ་གི་ད་ཟླ་བྲིས་རྒྱུ་གི་དེ་ཚོ་རྒྱུ་མཚན་ཡོད་རེད་དགའ་ལྡན་ཕོ་བྲང་བོད་གཞུང་གི་ལས་ཁུངས་མ་ལག་ལ་ཨ་ནེ་བོད་གཞུང་གི་རྩིས་ཞིབ་ལས་ཁུངས་ཀྱི་རྩིས་ཞིབ་འགྲོ་དགོས་རེད།

ད་ལྟ་རྒྱལ་བ་རིན་པོ་ཆེ་ཡོད་པའི་ཁ་ཐུག་ལ། ང་ཚོ་ད་བལྟས་ན་རྒྱལ་བ་རིན་པོ་ཆེ་བཤད་གྲོས་མོ་ཞིག་ཡོད་པའི་ཁ་ཐུག་ལ། ལྷ་ས་ནས་སྔོན་མ་ད་གསེར་བྲག་དངུལ་འཁྱིལ་ཡོང་པ་དེ། ཨ་ནེ་ལབ་རྒྱུ་ལངས་རྒྱུ་ལུང་པ་གང་ཡོང་ནས་རྒྱལ་བ་རིན་པོ་ཆེ་གི་ཅོ་ཅོ་ཡན་ཆད་པོ་ས་གནས་རེད་ཟིག་ད་དེ་འདྲའི་ལབ་བསྡད་ཡོད་རེད། ཨ་ནེ་རྒྱལ་བ་རིན་པོ་ཆེ་དགའ་ལྡན་ཕོ་བྲང་གི་ཤག་དངུལ་དེ་ཚོ་མ་འོངས་པ་སུའི་ལག་ལ་འགྲོ་དགོས་ད་བལྟས་ན་རྒྱལ་བ་རིན་པོ་ཆེ་མེད་པའི་ཁ་ཐུག་ལ། དེ་དེ་བས་ཀྱང་བོད་ཀྱི་ཆབ་སྲིད་ནང་རྙོག་དྲ་ཕྱི་མ་ཤི་བཟོ་སྲིད་ཀིར་བ། ད་ཐའི་ལེན་གི་མི་མང་གི་རྒྱལ་པོ་གི། རྒྱལ་སྒྱིས་ཀྱི་རྩིས་ཁྲ་གསལ་བོ་བཟོ་དགོས་ཡོད། ཆབ་སྲིད་པར་རྒྱལ་པོ་གི་མ་ལག་ད་རྒྱལ་པོ་སྲུང་སྐྱོབ་བྱེད་ཡག་གི་དེ་ཚོ་ག་བ་ཡོང་དགོས་ན་དྲིན་ཚོགས་དང་ཆབ་སྲིད་ཀྱི་པ་དེ་ཚོ་གི་ཁྲིམས་དེ་འདྲའི་ཉག་ག་ཉུག་ག་བཟོ་ནི་ཅི་ད་ད་ནི་མི་མང་གི་བསམ་ཚུལ་ཡིན་པའི་བཟོ་འདྲ་བོ་ཅི་རྒྱལ་སྒྱིས་ཀྱི་དེ་ཚོ་ལ་རྒྱབ་ལོག་ནས་ཕུ་རྒྱབ་སྐྱེབ་སྲང་ཅི་ལྐོག་དངུལ་ར་ད་གང་ལྟར་བྱེད་དགོས་ན་ལྷུ་འགུག་ཅི་ད་དུང་སུ་ཅི་ཡོང་དགོས་ར་ད་དེ་ཡིན་པའི་ཚུལ་ནི། ཐའེ་ལེན་གྱི་རྒྱལ་ཁབ་འདིས་བདེ་འཇགས་གཅིག་དང་རང་དབང་གི་དམངས་གཙོ་གི་ཤོག་ཁ་འགྲོ་དགོས་དགོས་ན་ད་རྒྱལ་ཁང་འདི་གི་དཔལ་འབྱོར་དང་རྒྱལ་ཁང་འདི་དང་ཆབ་སྲིད་གི་བར་ལ་ཨ་ནི་ད་ས་མཚམས་ངེས་ཅན་བཟོ་དགོས་ཀྱི་ཡོད་ཚེ་ད་ཐའེ་ལེན་གྱི་ན་གཞོན་དེ་ཚོ་གི་རེ་བ་དེ་ཚོ་ནི་འཕྲོ་མ་ཐོན་པ་རེད་ད་ལོ་རྒྱུས་རང་བཞིན་རེད། ལིང་གེ་དེ་ག་དུས་བྱུང་བར་ན་ད་ལོ་བྱུང་བར་འདི་གི་རེ་བ་ཅིག་བསྐྲུན་ཐུབ་ཀྱི་རེད།

རེད་བ། ཐའེ་ཧོང་ཀོང་དང་སྦུ་ཁྲི་ཞི་གཉིས་ཆ་གི་བར་ལ་གན་རྒྱ་བཞག་ནས་ལོ་ལྔ་ཕྱི་ལ་འགྱུར་བ་བཏང་གི་མེད་ལབ་ནས་ཀྱི་ཧོང་ཀོང་གི་དེའི་གན་རྒྱ་ཡོད་བཞིན་དུ་རྒྱ་ནག་གི་སོང་གན་རྒྱ་ཆ་ཚང་རྩིས་མེད་བཏང་ནས་ཀྱི་ད་ཧོང་ཀོང་ནང་གི་རང་དབང་དང་དམངས་གཙོ་ལ་རྦད་དུ་ཁྱོ་ནས་ཡོང་ནས་ནས་ད་ཚད་འཛིན་དང་ཕོག་ཐུག་བཏང་ནས་ད་ཚད་འདི་བར་དུ་སྐྱེལ་བྱས་རེད་བ། ད་ལས་འགས་པ་ཡི་གེ་སེལ་འགྲོ་གི་གསར་ཁང་ཡོངས་རྫོགས་སྒོ་རྒྱབ་འགྲོ། དེའི་ཐོག་ནས་ང་ཚོ་གི་ཧ་གོ་དགོས་ཡ་ཅིག་ལ། ད་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་ནས་བོད་ལ་གཅིག་གྱུར་གྱི། ག་རེ། མི་དམངས་ཀྱི་ཐོབ་ཐང་ཟེར་ན་མི་དམངས་ཀྱི་ཐོབ་ཐང་ཟེར་དགོས་མ་རེད་ག་རེ། མིང་དོན་མཚུངས་བའི་རང་སྐྱོང་མི་སྣ་གཅིག་གཙོས་ཀྱི་ཡིན་ཟེར་དབུ་མའི་ལམ་ཟེར་དགོས་ར་ད་དེའི་ཁ་ཁེ་ནི་དེ་ཚོ་ངོ་ཚ་དགོས་ར་ད་ཧོང་ཀོང་གི་གནས་སྟངས་དེ་ལྟར་ན། དེ་ང་ཚོ་གི་ཨ་ནི་ལས་འགུལ་གྱི་ཆ་གཅིག་རེད། དེ་ནས་ཐའི་ལན་གྱི་ཐའེ་ཝན་གྱི་ནང་གི་ད་ལོ་གི་ལས་འགུལ་འདི་རེད། ཨ་ནི་དེ་མང་ཆེ་བ་ན་གཞོན་ཚོ་གི་ཨི་ཤོག་ལུགས་ནས་ཀྱིས་ནི། ཚེ་ཡིན་ཝུན་དང། ད་ལྟ་འདི་དམངས་གཙོ་ཡར་རྒྱས་ཚོགས་པ་རྒྱལ་ཁ་ཐོབ་ཡོད་རེད། འདི་ལུང་ཚན་གཅིག་གི་ཆབ་སྲིད་ཀྱི་པར་ཏྲིའི་རྒྱལ་ཁ་ཐོབ་མིན་མ་བལྟས་ཅི་ནས་ཅི། གོ་མིན་ཏང་དང་དེའི་ཧན་གོའི་ཡིག་ནང་བཞིན་གྱི། མངོན་གསལ་དོད་པོ་གྱི་རྒྱ་ནག་གི་ཕྱོགས་བླངས་དེ་ནས་དང། ཨ་ནེ་རང་དབང་དང་དམངས་གཙོ་ཐའེ་ཝན་རང་བཙན་གྱི་ངོ་འདུན་གུས་ཡོད་ནས་གི་ན་གཞོན་དེ་ཚོ་གི་དཔའ་རོལ་གྱི་འགྲན་རྩོད་ཀྱི་ཁྲོད་ནས་ཨ་ནེ་ན་གཞོན་མང་ཆེ་བ་གི་ཨ་ནེ་རང་དབང་དང་དམངས་གཙོ་ཐའེ་ཝན་གྱི་རང་བཙན་བདམས་ནས་ཅི་ནས་ཚེ་ཡིན་ཝུན་ན་རྒྱལ་ཁ་ཐོབ་པ་རེད། ད་འདི་བོད་རང་བཙན་བཙལ་ནས་ཚོ་ལ་ཨ་ནེ། ང་ཚོ་ཡིན་ན་ད། མིག་དཔེ་ལྟ་དགོས་ཡ་ཧ་ཅང་གལ་ཆེན་པོ་ཆགས་ཐོ་རེད། དེ་རེད། དེ་ནས་ད་ལྟ་ལས་འགུལ་སྤེལ་ནས་བཟོ་དང་ཨ་ནི་ད་ལྟ་གི་ཆབ་སྲིད་པ་བཟོ་གི། མ་འོངས་པ་ན་དབུ་མའི་ལམ་གི་ཐོག་འགྲོ་གི་ཡིན་ཟེ་ཅིག་བཤད་དོ་ནི་དེ་བཟོ་གི། ཧོང་ཀོང་གི་ཐོག་ནས་མིག་དཔེ་ཅིག་ལེན་དགོས་རེད། ད་དབུ་མའི་ལམ་ལབ་ན་ངས་བཤད་ངོ་ཚ་དགོས་རེད། ད་ནས་རང་དབང་དང་དམངས་གཙོ་དང་ཐའེ་ཝན་རང་བཙན་ན་ད་ལྟ། གི་པར་ཏི་ལ་རྒྱལ་ཁ་ཐོབ་པ་འདི་གི་བོད་རང་བཙན་གི་ངོ་འདུལ་ཡོ་ནི་བཟོ་གི། ཨ་ནི་འདི་ན་ང་ཚོ་མིག་དཔེ་བྱེད་གྲ་ཡོ་རེད།

ད་བསམ་བློ་གཏོང་དགོས་ས་ཅིག་རེད་འདི་ནས་བཟུང་སྟེ་རྒྱལ་ཁབ་ཟེར་ཡ་དེ་ག་རེ་གི་ཆེད་དུ་དགོས་རེད་རེད་བ། དབང་སྒྱུར་དང་ད་རྒྱལ་ཁང་དང་འདི་ཚོ་ལ་གནས་ཅིག་ཚད་ཅིག་མེད་ན་ཚད་ག་བ་སྐྱེ་གི་རེད་དེ་ངས་བཤད་དུ་རེད་རྒྱལ་བ་རིན་པོ་ཆེ་ག་རེ་བྱེད་མིན་ན་ཆི་ཀོ་མ་རེད་རྒྱལ་བ་རིན་པོ་ཆེ་གི་མིང་ཁྱེར་ནས་ཅིག་ད་ཟླ་ཡིན་ན་བསྡད་ཅི་ཀོ་མ་རེད་འདི་གི་མ་འོངས་པ་ན་འཇིག་འདྲིས་ག་བ་སླེབས་ས་རེད་ད་དེའི་མིག་དཔེ་དེ། ད་དེ་ལས་ནང་ལ་བྱུང་དགོས་རེད་དེ་ཡིན་པ་སོང་ཙང་ལས་འགུལ་འདི་གསུམ་ཆ་འདི་ད་ལོ་ཆ་བྱས་ན། ང་ཚོ་བོད་པ་ལ་ད་ཧ་ཅང་སློབ་སྦྱོང་བྱེད་ས་ཡོད་རེད་ཁྱད་པར་དེ་གི་ན་གཞོན་ཟུར་གི་འདི་ཧ་གོ་དགོས་རེད་འདི་ན་གཞོན་གི་ལས་འགུལ་རེད་ཐའི་ལན་གི་ལས་འགུལ་ཧོང་ཀོང་གི་ལས་འགུལ་ཨ་ནི་ད་ད་ལྟ་གི་ཐའི་ཝན་གི་ལས་འགུལ་འདི་ཟུར་ཁྲིད་འདི་མང་ཆེ་བ་ན་གཞོན་གི་འགོ་ཁྲིད་རེད་དེ་མི་ཆ་ནས་བོད་པ་ན་གཞོན་ཟུར་ཡིན་ན་འདིའི་ནང་ལ་ཉམས་ཞིག་བྱེད་དགོས་ཡ་གལ་ཆེན་པོ་རེད། འདིའི་ཐོག་ནས་སློབ་སྦྱོང་བྱེད་དགོས་ཡ་རོ། མ་འོངས་པའི་གནས་བོད་པ་གི་སྤྱི་ཚོགས་ར་ད་ང་ཚོ་སྤྱི་ཚོགས་འདི་ཚོ་ར་མཉམ་པོ་གོང་བ་མཉམ་གཤིབ་བྱེད་འགྲོ་དགོས་མ་བྱེད་ཨ་ན་སྔོན་མ་གི་གི་གུ་རྒྱུ་མཚན་ཞིང་བྲན་ལམ་ལུགས་གི་ཁྱབ་ཁོངས་བ་ང་ཚོ་ཡ་ལོག་ས་ཅི་ཡོད་ཧ་མ་རེད་བ་དེ་འབའ་ས་ནས་ན་གཞོན་ཚོ་ལ་རེ་བ་ཡོད་བ་རེད་རེ་བ་ཡོད་པའི་རྒྱུ་མཚན་ག་རེད་ན་ལས་འགན་འདི་ཆ་ཚང་ན་གཞོན་ཚོ་གི་སྤེལ་ཡོད་རེད་དེ་ལ་ན་ལས་འགན་འདིའི་མིང་ལ་ག་རེ་ལབ་དགོས་རེད་ན་ཅའོ་མ་མཐོང་ནས་གི།

ངོ་རྒོལ་བྱེད་ཡ། ཆོས་སྲིད་ཟུང་འབྲེལ་གྱི་བློས་འགྱུར་གྱི་བསམ་བློ་ལ་ངོ་རྒོལ་བྱེད་ཡ། རྒྱ་ནག་གི་སིམ་འཛུལ་ལ་ངོ་རྒོལ་བྱེད་ཡ། རང་དབང་མང་གཙོ་རྩོད་ལེན་བྱེད་ཡ་དེ་བོད་པ་གི་ན་གཞོན་ཚོ་ཆ་ཆ་ནར་མ་འོངས་པའི་མདུན་ལམ་ར་རེད་ད་ལྟ་གི་ཡིག་འགན་འདྲ་རེད། ད་དེ་མ་གཏོགས་བསམ་བློར་རྙིང་པ་ཆགས་ས་རྒྱུ་བསམ་བློ་རུལ་བྱ་རྒྱུ་དབང་གིས་གྲལ་རིམ་གྱི་བསླབ་པ་གི་ནང་ལ་ཞག་རྩིབ་བླུགས་ནས་ཀྱི་བྲན་གཡོག་གི་གཤིས་ཀ་རིག་པའི་སྟེང་པར་དུ་འཛུལ་དག་ནས་དེ་ཟོ་གི་མ་གོ་ན་ར་མ་འོངས་པའི་ན་གཞོན་ཟོ་གི་ཨ་ནི་དེ་འདྲས་ཅིག་ཆགས་གི་མ་རེད་བསམ་གི་འདུག་དེ་ནས་དེ་རང་གི་བསླབ་བྱའི་ལོངས་ཤེད་ཚད་དེ་བཞག་གི་ཡིན་འོ་ཐུགས་རྗེ་ཆེ་ཨ་ནི་ལེ་ཚན་རྗེས་མ་ནང་ང་ཚོ་ཡང་བསྐྱར་མཇལ་ཆོག། ད་ཐེངས་ཀྱི་གནམ་འོག་གི་སེམས་འགྱུར་ཚན་པའི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ངོ་སྤྲོད་ཞུས་ཚར། འདི་ག་གནམ་འོག་གི་སེམས་འགྱུར་ཚན་པའི་དྲ་རྒྱའི་ཁ་བྱང་ནི www. Democracy of Tibet dot net རེད། ཐེངས་རྗེས་མའི་ལེ་ཚན་ནང་བསྐྱར་དུ་མཇལ་ཡོང་བཀྲ་ཤིས་བདེ་ལེགས།